ཟེར་བ་འདི་དང་དཔེ་མི་ཞིག་གསར་པ་གསུངས་ཤ་ཡ་རེད་རོ་རྟ་འདི་གཟིགས་དང་རོ་རྟ་འདི་གཟིགས་འདི་ནང་ལ་གཟིགས་རོགས་གནང་རྟ་འདི་རིང་སྐབས་སུ་ལ་རྡ་གཅོད་བཏང་བའི་སྐབས་སུ་ལ་འདི་ནས་སྐུ་སློང་དང་དམིགས་པ་འདྲ་བོ་དེ་ག་ནས་གསལ་བཏབ་གོ་རེ་ལབ་པའི་སྐབས་སུ་ལ་རྡ་འདི་དམིགས་པ་དང་དམིགས་པ་གསལ་བཏབ་ད་དང་སྐུ་སློང་ཁེར་བཏང་དེ་འདི་ནས་དཔེ་ཆ་འདི་ཆོ་ག་འདི་ཆོས་བློས་གཅོད་ལུས་ཅན་འདུས་པ་དཔེ་ཆ་འདིའི་ནང་ལ་རོ་གཅོད་ལུས་ཅན་འདུས་པ་ཁོ་རང་གི་ནང་ལ་ཆོ་ག་ནང་ལ་གསུངས་ཡོད་རེད་ད་དམིགས་པ་ག་རེ་གསལ་བཏབ་དགོས་ཡོད་མེད་རེད་ད་དམིགས་པ་ཐོག་མ་ཉིད་དུ་ང་རང་དམིགས་པ་ག་རེ་གསལ་བཏབ་དགོས་ཀྱི་འདུག་སེམས་ཐོག་མ་ང་ཚོ།

བར་དོ་གཅོད་པའི་རྐྱེན་འཆི་བདག་གི་བདུད། ནད་གདོན་ལུས་གདོན་དྲིན་ཅན་ཕ་མའི་ཐོག་དྲངས། ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་བླ་ན་མེད་པ་ཡུམ་ཆེན་པོའི་གོ་འཕང་ཐོབ་པར་བྱ། འདི་ཡི་ཆེད་དུ་དམ་པ་བདུད་ཀྱི་བཅུད་ཟབ་མོ་ཉམས་སུ་བླང་བར་བྱའོ། སེམས་གསུངས་ཡོད། ད་སྐུ་ལོ་འགའ་རེ་དུ་བདག་ཅག་རྣམས་ལ་སྡང་བར་བྱེད་པའི་གེགས་དགྲ་གནོད་པར་བྱེད་པའི་གེགས། བར་དོ་གཅོད་པའི་རྐྱེན། མདོར་ན་བདག་གང་ལྟར། འགྲོ་བ་རིགས་དྲུག་དང་རྒྱལ་རིགས་ལན་ཆགས་ཀྱི་མགྲོན་ཐམས་ཅད། མ་གྱུར་པའི་སེམས་ཅན་ཐམས་ཅད་འདི། རུ་བ། དེ་ནི། སྤྱོད་ཡུལ་ཕྱག་རྒྱ་ཆེན་པོའི་གོ་འཕང་ལ་བཀོལ་གྱི་ཡིན། འདི་བཀོལ་བའི་ཆེད་དུ་ལ་ང་ལ་མཐུ་དང་ནུས་པ་ཐོབ་དགོས་ཀྱི་འདུག་འདི་མཐུ་དང་ནུས་པ་ཐོབ་པ་དེ་སྤྱོད་ཉམས་སུ་བླངས་ན་ཐོབ་ཀྱི་རེད། དེའི་ཆེད་དུ་ཁོ་རང་ཚོ། དེ་ནི་འཁོར་བའི་སྡུག་བསྔལ་ལས་བྲལ་བར་བྱ་བའི་ཆེད་དུ་དེ་ནི་ང་འདི། སྤྱོད་ལུས་སྦྱིན་འདི་ནི་ཉམས་སུ་བླང་གི་ཡིན་སྤྱོད་ཡུལ་ཕྱག་རྒྱ་ཆེན་པོ་འདི་ཉམས་སུ་བླང་གི་ཡིན་སྙམ་པའི་ཀུན་སློང་བསམ་པ་འདི་ནི་སྐྱེ་དགོས་རེད། བྱང་ཆུབ་ཀྱི་སེམས། བྱས་ཙང། སྤྱོད་བཏང་བའི་སྐབས་སུ་ལ། དམིགས་པ་རང་ཉིད་ཡུམ་ཆེན་པོ་གསལ་བཏབ། དེ་ནི། ཀུན་སློང་ངམ་སེམས་བསྐྱེད་དེ་ག་རེ། བྱང་ཆུབ་སེམས། ཡང་ན་ཕན་སེམས། ཡང་ན་སྙིང་རྗེ་གི་སེམས། ཡིན་གཅིག་སྨིན་གཅིག་རྒྱུད་ལ་སྐྱེས་ནས་ཨ་ནི་འདི་སྤྱོད་དེ་བཏང་འགྲོ་དགོས་རོ་མ་གཏོགས་འདི་ག་ཟེ་གང་ཡང་དམིགས་པ་ས་ལ་མ་གཏོགས་ཨ་ནི་ཀུན་སློང་སེམས་བསྐྱེད་གང་ཡང་མ་སྐྱེས་འདི་ག་ཟེ་ཨ་ནི་རྐང་རིང་རོ། རྐང་གླིང་དང་དར་རུས་དཀྲོགས། གདངས་སྙན་པོ་ཞིག་བརྒྱབ་དེ་ནས་བཤགས་བྱས་ན། འདི་ཕན་ཐོགས་ཡོད་མར་དང། བྱས་ཙང། སྤྱོད་བཏང་བའི་སྐབས་སུ་ལ་དམིགས་པ་དང་པོ་རང་ཉིད་ག་རེ་གསལ་བཏབ་དགོས་དགོས་པ་དང་ཨ་ནི་ཀུན་སློང་དེ། ཡིན་གཅིག་སྨིན་གཅིག་ཕན་སེམས་མམ་ཡང་ན་བྱང་ཆུབ་ཀྱི་སེམས། སྙིང་རྗེ་གི་བརྩེ་སེམས་དགོས་རེད།

ཨ་ནི། འདོད་པའི་འདོད་པ་མ་རྙེད་པ་འདི་ལས་ཨ་ནི། ཐར་བར་བྱ་བ་མིན་དོར་བར་བྱ་བའི་ཆེད་དུ་ལ་ད་ང་སྤྱོད་དུ་ཉམས་སུ་བླང་ངེས། སྤྱོད་དུ་ཉམས་སུ་བླངས་པ་ལུས་སྦྱིན་པ་བཏང་བ་དེ་ཁོ་རང་ཚོ་ལ་དཔེ་རེ་ཕན་ནས་ཚིམ་ནས་གདངས་ནས་འབྲུ་ནི་ཁོ་རང་ཚོ་ཞི་ཞིང་ལྷོད་ནས་ཨ་ནི། མཉམ་ཉིད་རྒྱ་ཡོད་གོ་འཕང་རིན་པོའམ་ཞི་བདེའི་བདེ་བའི་ཐོག་ལ་ཐོབ་ཐུབ་པར་ཤོག་ཅིག་བསམ། དེ་ནི་བསམ་པའི་ཐོག་ནས་དེ་ནི་ད་སྤྱོད་དེ་བཏང་དགོས་ཡོད་རེད། ད་དེ་རེད། གཅོད་གཏོང་བའི་སྐབས་སུ་ལ་དམིགས་པ་གསལ་བཏབ་སྟངས་དང་ཀུན་སློང་འཁྱེར་སྟངས་དེ་འདི་ཡིན། རོ། ཨ། ད་འདི་ཞེས། ད་འདི་ཞེས་ལ་དེ་ནི་ཡང་སྡེ་ཚན་གཉིས་པ་གསུམ་པ་བཞི་པ་སླེ་ཡོང་བ་རེད། ལ་སོགས་སྤྲོ་སྟེར་གྱི་ཤུལ་ཡིན།